འོ། ལང་ཁེར་རྫོང་གི་ཚོགས་གཙོའི་ཚོགས་ཀྱི་ཚོགས་མི་ཡོངས་ལ་བཀྲ་ཤིས་བདེ་ལགས་ཞུ། ད་མུ་མཐུད་དུ། གཟའ་པ་སངས་གི་ལས་རིགས་འདི་ངོ་སྤྲོད་བྱེད་ཆོག་ཅེས་ཞུ་ཡིན། ད་བདེན་ཁྲོམ་ངོ་མ་ནང་ང་ཚོ་ངོ་སྤྲོད་བྱེད་ངོ་སྤྲོད་བྱེད་ཡ་དེ། ད་རྒྱ་གི་ཡིག་ཚང་དུ་ཧྥན་ཤུ་ཟེར་ཡ་གི་དེ་ཨ་ནི་མི་ཚེ་བེ་ཡེ་ཟེར་ཡ། དེ་ཡིན་པ་ཆིན་རྒྱལ་རབས་དང་མི་སེར་རྒྱལ་ཁབ་ཀྱི་སྐབས་སུ་ཡང་ཁྱབ་ཀྱི་གངས་ཁྱབ་ཀྱི་གཙོ་ངན། དཔེ་མཚོན་དང་ཡིག་ཆ། ཡིག་ཆ་ཀྱི་དཔེ་མཚོན་དེ་ཚོ་ཆིན་རྒྱལ་རབས་ཁག་གི་ཡིག་ཚང་དང་དག་ན་བཞིན་མི་སེར་རྒྱལ་ཁབ་ཁག་གི་ཡིག་ཚང་གི་བརྡ་ཁོངས་དང་དེའི།

དེ་རིགས་ཀྱི་ཉལ་ཆས་དེའི་ནང་གི་ལུང་འདྲེན་རེད། དེའི་གོང་གཤིས་ཁྲི་ལོ་སུམ་ཅུ་སོ་གསུམ་པ་ཟླ་བ་གཅིག་གཅིག་པ། སྤྱི་ལོ་ཆིག་སྟོང་གི་བརྒྱད་ཅུ་མེ་བདུན་གྱི་ལོ་ཟླ་བ་གཅིག་གཉིས། ཤོག་གྲངས་དེ་ངོ་མ་བྲིས་དུས་གང་ལ་ཨ་ནི། ཤོག་གྲངས་དང་པོ་ནས་བཅུ་བར་རོལ་དུ་བྲིས་ཡོད་རེད་ད་དེ་ནོར་འཁྲུལ་བྱུང་བ་རེད། ཤོག་གྲངས་ཆིག་སྟོང་སུམ་བརྒྱ་གི་ཆུ་སྐོར་ལྔ་ནས་ཆིག་སྟོང་བཞི་བརྒྱ། ཆུ་མེད་གཉིས་ཟེར་ཡ་དེ་བཟོ་བཅོས་བྱེད་དགོས་བྱུང་ཡོད་རེད། དེ་ནས་གང་ལ་ད་ལུང་འདྲེན་དེའི་ནང་ལོགས་ནས། ཨ་ནི། ད། ཁོ། ཉིན་ཞིག་གི་ནང་ལོགས་ནས། ཉིན་ཞིག་གི་འགུལ་སྐྱོད་དེ་ལྟ་ཡང་འདི་གང་ལ་ནི་བོད་དོན་དང་འབྲེལ་བ་ཆགས་ལེ་ཡོད་རེད་ནི་སྟངས་དེ་རེད། དེ་འདི་གང་ལ་ད། འདིའི་ཉིན་ཞིག་འདི་ཕུག་མཁན་ཡང་ཀྲང་ཡན་ཐང་ད་ཀྲང་ཡན་ཐང་ཟེར་ན་ཕལ་ཆེར། ཨ། མ་ཤི་མཁན་ཡོད་བ་མ་རེད་ད། ལྷ་ས་ནས། ཁོ་རང་རྦད་དེ་ཅིག་རྒྱ་ནག་མ་ཤོག་གི་ཞེས་བཏང་ན་ཅིག་ལྷ་ས་མི་མང་གི་དགའ་བསུ་བྱེད་མཁན་དང། ཐ་ན་ཅིག་མེ་ཏོག་དུས་སུ་མེ་ཏོག་གི་སྙན་ངག་ཡང་ཅིག་གྲངས་ད་རིང་དེ་འདྲ་དག་ཡོད་རེད་ཟེར་ད་རྒྱ་ནག་མ་ཤོག་གི་ཆིག་སྟོང་གི་རྒྱལ་སྲིད་བྱེད་དགོས་གི་རྒྱའི་གི་ལོ་རྒྱུས་ནང་ན་འདྲ་མི་འདྲ་འདྲ་བོ་ཅིག་བྱས་ཡོད་རེད། ཅིག་ད་བྱིས་བོ་སྤོབས་པ་དགའ་བསུ་བྱེད་མཁན་གི་ཅིག་མན་ཇུའི་གི་བོད་རིགས་ཡིན་པ་འདྲ་བོ་མང་པོ་ཅིག་བཤད་དེ་ཡོད་རེད། ད་གང་དྲན་ཅིག་ཁོ་རང་གིས་ཅིག། དམིགས་ཡུལ་དང། གོ་རིམ་གྱི་ད། ངོ་གདོང་ངོ་མ་དེ་ནི་གོ་རིམ་གྱི་ཉན་ཤེས་དེ་ཚོ་ནང་ལོགས་ནས་བོད་ལ་སུ་གཅིག་ག་རེ་ཕེབས་མཁན་ཡིན་ཡ། དེ་གི་སྒང་ནས་ནི་སེའུ་ཚོན་འཐུལ་ཡ་དེ་འདྲ་གཅིག་རེད་བྱ། ད་གོ་རིམ་གྱི་འདི། ཞུ་ཡ་ལ་ནི་ད་ཉན་ཤེས་འདི་ནང་ལོགས་ལ། ག་རེ་བྱེད་གི་འདུག་ན་ད་བོད་གི་ས་ཆ་དེ་ནི་ས་ཆ་རྒྱ་ཆེན་པོ་རེད། དར་ཁ་ཕུན་སུན་ཚོགས་པ་ཡོད་རེད། གལ་ཏེ་ད་ཉིན་ཞིག་ལ་ནི་མི་ཟད་པའི་ཡུལ་དུ་འགྱུར་ཐུབ་ན་འགྱུར་ཐུབ་བ་ཡིན་ན། ཉི་མ་ཞིག་ལ་ནི་ད་མི་ཟད་པའི་ཡུལ་དུ་འགྱུར་ཐུབ་ཡ་དང་ཡང་ན་འགྱུར་ཐུབ་ཀྱི་རེད། དེ་འདྲ་བྱས་ནས་ནི། ད་ཁོ་རང་གི་དེ་ཡན་ཕྱིར་ནང་ལོགས་ན་ད་དེ། ཚིག་འདིའི་ནང་གི་གཙུག་དེ་ནི་གོ་རིམ་གྱི་སྙན་ཞུ་ངོ་མ་ནང་ལོགས་ལ་ད་ལྟ་ད་མི་སེར་བལ་ཡུལ་ཟེར་བའི་ཚིག་དེ་བེད་དེ་ངོས་ཟིན་ཏུ་གི་ཡང་ཁྱབ་ཅིག་ནས་བེད་སྤྱོད་བྱས་ཡོད་ཡ་དེ་ད་འདི་ནས་འགན་རུབ་ཅིག་ཆགས་ཀྱི་རེད་དེ་རེད། དེ་ནས་ད་གོ་རིམ་གྱི་སྙན་ཞུ་དེ་ནང་ག་ཞིག་ཡོང་ན་ད་བོ་དོ་ཨན་པན་ཡིན་ན་འདྲ་བོ་དོ་བློན་ཆེན་གྱིས་ཨ་ནི་ད་ལས་ཀ་དེ་ཚོ་ཡག་པོ་བྱེད་ཀྱི་མེད་ཡ་དང། བྱེད་ཐུབ་ཀྱི་མེད་ཡ་དང་ཨ་ནི། ཁོ་རང་གི་ལས་ཀ་ཡག་པོ་བྱེད་ཐུབ་ཀྱི་མེད་ཙང་ཨ་ནི་བོད་པ་མི་མང་གི་ཁོ་ལ་མཐོང་ཆུང་བྱེད་ཡ་དང། མཐོང་ཆུང་བྱེད་ཀྱི་ཡོད་རེད། དེའི་སྒང་ལ་ཨ་ནི་ཁོ་མཐོང་ཆུང་བྱེད་དེ་འདྲས་བྱེད་དེ་སྒང་ལ་ཁོ་རང་ལ་དམག་གི་དུག་ཤི་ཡོད་བ་མ་རེད་ཏེ་འདྲས་ཡིན་པས་ཨ་ནི་ཁོ་རང་གི་ཅིག་དྲག་གནོན་བྱེད་ཡ་ལ་སོགས་པ་ཡང་བྱེད་ཐུབ་ཀྱི་ཡོད་མ་རེད། དེ་མ་ཚད་ཁོ་རང་གི་ཆབ་སྲིད་ཀྱི་ལས་དོན་དེ་ཚོ་ལ་ཨ་ནི་ཕྱི་དུ་ཅིག་ཇེ་ཡག་གིན་ཡོག་ཡོང་བ་མ་རེད། ད་ཕྱི་དྲོ་ཇེ་ཐུག་གི་ཡོང་བ་མ་རེད། ཡ་དེ་སེའུ་ནུ། ཇེ་ཐུག་གི་ཡོང་བ་མ་རེད། ད་དབྱིན་ཇི། དབྱིན་ཇི་བར་གི་ཨ་ནི་ང་ཚོ། མན་ཇུ་ལ་ཨ་ནི་བོད་ཀྱི་བདག་དབང་མེད་པ་དེ། སྐོར་ལ་ཨ་ནི། མེད་པ་ཤེས་ཡ་དང་ཨ་ནི་དག་ན་བཞིན། ད་གོ་རང་ཚོའི་ང་ཚོའི་གི། ཨ་ནི། ཨ་ཀྱི་རྒྱལ་ཁབ་ཀྱི་ད།

ད་དབྱིན་ཇིའི་གི་རྒྱ་གར་ལ་འོང་རྒྱུ་ཞེས་པ་ལ་ནི་ད་ཁོ་རང་གི་ཐག་བཅད་ཞུས་པའི་སྐབས་སུ། ཁོ་ཚོས་ག་རེ་བྱེད་ཀྱི་འདུག་ན་ལྷོ་སུའུ་ཁྲེན་ནས། ས་གནས་ཀྱི་ས་གནས་རྒྱ་གར་གི་ས་གནས་ཀྱི་རྒྱལ་བོ། རྒྱལ་བོ་དེ་ཚོ་ནི་རྒྱ་གར་མི་དམངས་ལ་དབང་བསྒྱུར་བྱེད་ཡོད་ཅིག་གི་འདུག་ཟེར། རྒྱ་གར་གྱི་སྤྱི་ཁྱབ་དེ་ཡི་དེ་ནི་ད་ས་གནས་ཀྱི།

ད་རྒྱ་ནག་གིས་བོད་དབང་བསྒྱུར་བྱས་པ་ལ་དབྱིན་ཇི་གིས་རྒྱ་གར་ལ་དབང་བསྒྱུར་བྱས་པ་ལྟར་བྱེད་དགོས་ཞེས་ད་ཁོ་རང་གི་དེ་ནས་ཁོ་རང་གི་ཚིག་རྣམས་གསལ་བོ་བྱས་པ་རེད། ད་མན་ཇུ་གིས་བོད་ལ་དབང་བསྒྱུར་བྱས་ཡ་དེ་བུད་རྟ་ཟ་དེ་རྒྱ་གར་ལ། རྒྱ་གར་ལ་དབྱིན་ཇི་གིས་རྒྱ་གར་ལ་ད་དབང་བསྒྱུར་དགོས་ན་དེ་དེ་འདྲ་བྱེད་དགོས་པ་རེད། དེ་ནས།

ད་དེ་ཨིན་ཇིའི་གི་ཚིག་གི་ནང་ལོགས་ན་ཨ་ནི་ཞི་དྲག་ཅི་ཆེབ་ཟེ་དེ་འདྲ་རྒྱུད་དུ་ཟེ་ད་གང་ལྟར་ཅིང་ཁོ་རང་གི་དེ་ན་ད་ད་ད་ཨིན་ཇིའི་གི་རྒྱ་གར་ལ་དབང་བསྒྱུར་བྱེད་མཁན་གི་སྤྱི་ཁྱབ་དེ་གི་མིང་དེ་ཨ་ནི་ག་འདྲ་བསྒྱུར་བ་ན་དེ་ཁོ་ཁོ་འདྲ་བཤད་ཅིང་འདུག་དེ་ནི། ད། ངོ་མ་རྒྱ་དབུགས་ལ། རྒྱ་དབུགས་ལ་བརྩི་བཀུར་གྱི་ཡ་ནང་བཞིན་རྒྱལ་པོ་ལ་བརྩི་བཀུར་གྱི་ཡ་ནང་བཞིན་གྱི་ལམ་ལུགས་དེའི་གི་བེད་སྤྱོད་བྱས་ནས་ནི་རྒྱ་གར་གྱི་རྒྱལ་པོ་ཁག་ལ་ནི། ཚོད་འཛིན་བྱེད་ཡ་ད་དང་པོ་རྒྱ་གར་ཚ་ནི་གི་རྒྱལ་པོ་དེ་ཚོ་ལ་ནི་དབང་ཆ་སྤྲད་ནི་དེ་ཚོ་ལ་ཚོད་འཛིན་གྱིས་དེའི་སྒང་ལ་ནི་ཅི་བྱེད་དེ་དེ་འདྲ་གྱི་དབང་ཆ་བྱེད་ཀྱི་འདུག་ཟེར། ད་ཡིན་ན་ཡང་ལོ་ངོ་བརྒྱ་ཕྲག་གི་རིང་ལ་ནི་བོད་རྡོ་ལོན་ཆེ་ཡང་ན་བོད་རྡོ་ཨམ་བན་གྱིས། ཀྱི་སྲིད་ཀྱི་དབང་ཆ་ནི་ད་ལྟའི་བོད་དོན་ཨན་བན་གྱི་སྲིད་ཀྱི་དབང་ཆ་ཤོར་ཚར་བ་རེད། ད་ད་ལྟ་གི་བོད་དོན་ཨན་བན་ཡང་ན་བོད་དོན་ལེན་ཆེན་ཟེར་ཡ་གི་དཔོན་གནས་ཀྱི་ལམ་ལུགས་འདི་ཡང་འགྱུར་བ་མ་བཏང་ན་ཨ་ཉེས་བ་ཐོན་གི་མི་འདུག། ད་ལུང་འདྲེན་དེ་ཧ་ཅང་གི་སྐད་ཆེན་པོ་ཡིན་ཡ་འདྲ་བོ་ཅིག་ཚོད་ད་གསལ་བོ་རེད་རྒྱུ་མཚན་ག་རེ་ཡིན་ན་ད། མན་ཇི་རྒྱ་རི་གི། ད་མན་ཇི་རྒྱ་རི་མཇུག་རྫོགས་ཡ་ལ་ནི་ལུག་ཁ་ཤས་མཐའ་ཡོད་བ་མ་རེད་དེ། ད་སྤྱི་ལོའི་ཆིག་སྟོང་དགུ་བརྒྱ་ཇི་མའི་དིང་གི་སྐབས་སུ། ད་ཀྲང་ཡོན་ཐིང་གི་ཉམས་ཞིབ་ནང་ན་ས་བོའི་གོ་ཡོད་ཡ་དེ། ཨ་ནི། དེའི་གིས་ཨ་ནི་རྒྱ་ནག་མ་ཤོག་གི་ཞིག་ཡ་དེ་དང་དང་བོད་དེ་རྡོག་རྡ་ཡིན་པ་དེ་སེའུ་ནོ་ཐེན་དུ་བ། ད་མན་ཇུའི་མིག་ཡིག་དེ་ཡང། ཨ་ནི་བོད་ཀྱི་ས་ཆ་ཟིན་ཡ་བོད་ཀྱི་གཏེར་ཁ་ལ་ཧམ་ཟན་གྱིས་ནས་མ་འོང་བ་ན། ན། ཨ་ནི་མི་ཚད་བལ་ཡུལ་བོད་དེ་མན་ཇུ་གི་མི་ཚད་བལ་ཡུལ་དེ་གྱུར་རྒྱུ་གི་དམིགས་ཡུལ་དེ་ཡིན་པ་ཅི། ཨ། དེ་ནས། ནི། དོན་དག་གཉིས་པ་དེ། ད་བོད་རྡོ་ཨན་བན་ཟིན་ན་འདྲ་བོད་རྡོ་ལོན་ཆེན་ཟིན་ན་འདྲ་དེ་ལ། ཨ་ནི་དབང་ཆ་མེད་ཡ་བོད། གཞུང་གི་ལས་དོན་ནང་ལོགས་ལ་ཅི་ཐུག་ཅི་ཐུག་གི་མེད་ཡ་དང། ཐ་མ་གོ་ཨ་ནི་མི་མང་གིས་བོད་པ་མི་མང་གིས་ཡང་ཁོ་རང་ལ་མཐོང་ཆུང་བྱེད་ཡ་ཁོ་རང་ལ་ལ་ཅི་དགོས་མེད་ཡ་ཁོ་རང་ལ་འོང་ཅིག་ག་རེ་ཟིག་འོང་མཐོང་ཆུང་བྱེད་གི་ཡོད་ཡ། དེ་གཅིག་བྱས། དེ་ནས་དོན་གཉིས་པ་ནི་ཚོ་ཟིན་པ་དེ་དེ་ད་མན་ཇུ་ལ་སྐབས་དེ་མན་ཇུ་རྒྱ་རུ་གི་སྐབས་སུ་དེ་ཚོ་འདིའི་སྐབས་སུ་ཨ་ནི་མན་ཇུ་གི་དམག་མི་བོད་ལ་མ་འཇུས་ལ་དམག་མི་མེད་ཡ་དེ་ཨ་ནི་སེའུ་བྱེད་ཡ་དེ་དོན་དག་གསུམ་པ་གཅིག། དེ་ནས་དོན་དག་བཞི་བ་དེ་ཨ་ནི་ཁོ་རང་གིས་ཉན་ཤེས་ནང་ནས་བྱས་ཡ་ནང་བཞིན་ཨ་ནི་སྐད་དེ་དག་དབྱིན་ཇིའི་གཅིག་དབྱིན་ཇིའི་དེ་ཚོ་རྒྱུད་ནས་བྱས་ཡ་ནང་བཞིན་ཨ་ནི་ད་ལྟ་ད་དངོས་སུ་ཁོ་ཚོ་ངོས་ལེན་བྱས་ཡ་དེ་ཨ་ནི་མ་འཇུས་ལ་བོད་ཀྱི་བདག་དབང་མེད་ཡ་ཨ་ནི་བོད་ཀྱི་བོད་གཞུང་གི་ལས་དོན་ལ་ཨ་ནི་ཇི་ལྟོས་བྱེད་ཐུབ་ཀྱི་མེད་ཡ།

ད་ལྟ་ཁོ་ཚོས་ཁོ་རང་གི་ཞེད་སྣང་བྱེད་དགོས་ཡག་དང་ག་རེ་ཟེར་གི་རེད། བོད་གཞུང་དང་བོད་ཀྱི་དཔོན་རིགས་དེ་ཚོས་ངོ་རྒོལ་བྱེད་ཡག་ལ། ཨ་ནི་ཁོ་རང་བྱེད་གི་རེད་ཟེར་ཡག་དེ་འདྲ་དོགས་པ་དང་ཨ་ནི་དེ་འདྲ་ཡོད་ཡག་དང་ཨ་ནི་དེའི་དབང་ཆ་འཕྲོག་ཡག་ལ་ཡང་ཨ་ནི་ག་རེ་ཟེར་གི་རེད། དམག་མི་བཏང་ནས་ཨ་ནི་དམག་དམག་སེམས་གཏོང་རྒྱང་ལྟས་སྤྲད་ནས་ཨ་ནི་དེའི་སོང་ནས་དྲག་པོའི་སྒང་ནས་ཨོང་ཆ་ཁྲག་ཡག་གི་ཆ་བཞི་འཐེན་གི་ཡོད་ཡ་དེ་གསལ་བོ་རེད་དེ་གཅིག། ཨ་ད་ང་བ་དེ་ཨ་ནི། ད་དབྱིན་ཇིའི་གི་རྒྱ་གར་ལ་དབང་སྒྱུར་གྱི་ཡ་གི་ལམ་ལུགས་དེ་ལ་འགྲོ་རྒྱུ་ཡིན་པ། དེ་ཡི་འཆར་གཞི་ཐེང་གི་ཡོད་ཡ། དེ་བཞིན་ཡང་ཨ་ནི། དེའི་ས་ནི་གི། གི་མི། བོན་པོ་ཡིན་ན་དྲ་རྒྱའུ་ཡིན་ན་དེ་ཚོ་ཡ་ཚུགས་ཁུལ་གྱིས་དེའི་སྒང་ལ་ཁོ་རང་ཚོ་གི་ད། རྒྱ་གར་ལ་སྡོད་པའི་སྤྱི་ཁྱབ་བཙུགས་ཡོད་ཡ་ནང་བཞིན། ཨ་ནི་དེ་འདྲ། དེ་འདྲ་འཛུགས་དགོས་གི་ཡོད་ཡ། ཨ་ནི་དེ་བུས་བལྟ་གི་ཡོད་ཡ་དེ། དེའི་དོན་དུ་ང་བ་དེ། ད། ད་བདུན་པ་ནང་ལོགས་ནས་གལ་ཆེ་ཡ་དེ་ནི་སེའུ། ཡང་སྤྱིར་ད་སེའུ་ཆགས་ཡོད་ཡ་དེ་ནི་བོད་དོ་ཨམ་བན་ཟེར་ཡ་དེ་གིས་བོད་ལ་དབང་སྒྱུར་བྱེད་ཀྱི་མེད་ཡ་དང། དང་དེའི། སྲིད་འཛིན་གྱི་བོད་ནས་ཅིག་མ་ཡིན་པ་ཕྱི་འབྲེལ་གྱི་བོད་ནས་ཅིག་ཡིན་པ་དེ་ནི་འདི་ནང་ཡང་སེའུ་སྟོན་ཡོད་རེད་ག་རེ་ནི་ཁོང་དེ་ཤེས་ཀྱི་འདུག་ད་སྲིད་འཛིན་བོད་ལ་སྡོད་མཁན་གྱི་སྲིད་འཛིན་གྱི་བློན་ཆེན་འདི་འདྲ་འཛུགས་དགོས་ཀྱི་འདུག།

རྒྱལ་པོ་དབང་ཆ་དང་དགེ་ལུགས་དེ་བེད་སྤྱོད་བྱས་ནས་དེའི་སྒང་ལ་སྤྱི་ཁྱབ་བསྡད་ནས་ད་དེ་འདྲ་དབང་སྒྱུར་བྱེད་དགོས་འདུག་ཅེས་ད་དེ་དོན་དག་ང་བ་དེ་ཚོད་ད་དེའི་ནང་ལོགས་དོན་དག་འཁྲིག་པ་གལ་ཆེ་བ་དེ་ག་རེ་ཆགས་ཡོད་རེད་ན་དེ་དེའི་ནང་ལ་ད་ཁོ་རང་གི་ཉན་ཤེས་དང་ལོགས་ལ་མན་ཇུས་ཀྱི་བོན་རིགས་ད་བོན་རིགས་ད་ག་པཱས་མ་ཡིན་པའི་ད་སྐད་གྲགས་ཅན་ཀྲང་ཡན་ཐང་ད་བུ་ཁོ་རང་གི་གཞུང་ལ་ཕུལ་རྒྱུའི་ཉན་ཤེས་དེ་གསལ་བོ་ག་རེ་བྱས་ཡོད་རེད་ན། ལོ་བརྒྱ་ཕྲག་གི་ནང་ལོགས་ལ་ཅེས་ད་བརྒྱ་ཕྲག་གི་ནང་ལོགས་ལ་བོད་དོན་ཨན་བན།

ད་ནི་ཉེས་བ་འཐུང་གི་མ་རེད་ཟེར་ཡག་གི་ད་དེ་གསལ་བོ་རེད་དེ་འདི་གང་ལ་སྤྱི་བཏང་ལོང་འདྲེན་འདི་འདི་གི་བརྗོད་བྱ་མང་པོ་རེད་མང་པོ་ཅིག་གི་གལ་གནད་ཆེན་པོ་ཚང་མ་འདིར་བཀོད་འདུག་ཨ་ནི་གཟེངས་རྟགས་དེ་ཚོ་བསྒྲིགས་བྱ་ད་གང་ཐད་ཀྱང་འདིའི་ནང་ལོག་ནས་ལོང་འདྲེན་འདི་ཨ་ནི་ཡིས་ད་ཅིག་གི་ཅིག་མན་ཇུ་ཁེར་གི་མན་ཇུ་དང་བོད་གི་འབྲེལ་བ་དེ་ཨ་ནི་ཕྱོགས་གཞན་དག་ཅིག་ནས་བལྟས་གསལ་བོ་ཟེར་ཡོད་ཡག་གི་རྣམ་པ་འདྲ་བོ་ཆགས་ཀྱི་འདུག་ད་ལོང་འདྲེན་འདི་ལ་ཨ་ནི་འདི་ད་རྩོམ་པ་པོ་ཁོ་རང་གི

ཨ་ནི་དེ་ནི་རྒྱ་ནག་གིས་བོད་ལ་དབང་བསྒྱུར་གྱི་ཡ་དེ་དབྱིན་ཇིའི་གི་རྒྱ་གར་ལ་དབང་བསྒྱུར་གྱི་ཡ་ལ་གྱི་ཡ་དེ་འདྲ་བྱེད་དགོས་བ་རེད་ཟེར་ཡ་བསམ་ཁྱེད་དེ་ཚོའི་གི་ཚིག་དེ་ཚོའི་གི་ནང་ལོག་ནས་ཨ་ནི་བརྗོད་བྱ་འདི་ཚོའི་གི་ཨ་ནི་ད་ཨ་སྐད་དེའི་གི་ཨ་ནི་གོང་མའི་ངག་རྒྱུན་གི་ཕུ་ཉག་ཀྲང་ཡོན་ཐང་གིས་ཨ་ནི་གཙོས་རྩེད་དེ་སེའུ་ཐོན་ཡོད་ཡ། བརྗོད་བྱ་སེའུ་ཡིན་པ། ཚིག་འདི་བ་དོན་གསལ་བ་དེ་འདྲ་རེད་དེ་ཚོ་ཧང་སང་དགོས་ཡ་དེ་འདྲ་རེད་དེ་གཅིག། གཉིས་བ་གང་ནི། ད་ལོང་ཀྲན་བཅུ་བརྒྱད་གི་དང་ཨ་ནི་ད་རིས་ཀྱི་ལོང་ཀྲན་བཅུ་དགུ་འདི་གཉིས་ཆ་གི་ཡང་བསྐྱར་ཨ་ནི་བོད་ཀྱི་མ་འོང་བ་ཉི་མ་ཞིག་ལ་ཟེར་མཐའ་བཞི་ཟེར་དེ་གང་ལ་ད་ཉི་མ་གཅིག་ལ་ཉིན་ཞིག་ལ་ཟེར་ཡང་འདྲ་བོ་ཆགས་པ་རང་འདི་ཚུལ་གྱིས། ད་མ་འོང་བ་ལ་ཡང་ན་ཉི་མ་ཞིག་ལ་ཉིན་ཞིག་ལ་ནི་ད་རྒྱ་ནག་གི་མི་སེར་སྤེལ་ཡུལ་དུ་བསྒྱུར་དགོས་ཡ་དང། བསྒྱུར་དགོས་ཡ་གི་ནི་རྒྱུ་མཚན་ག་རེ་ཡིན་ཟེར་ན། ནི་ད་གཏེར་ཁ་མང་པོ་ཡོད་ཡ་ནི་བོད་ཀྱི་གཏེར་ཁ་དེ་ནི་དེ་གླང་ཆེན་ང་ལས་ནི་ཕུན་སུན་ཚོགས་པ་ཡིན་པ། གཏེར་ཁ་ཕུན་སུན་ཚོགས་པ་ཡིན་པ། ནི་ད་ཚོང་དོན་ཅེས་ན་ནི་ད་གོང་ནས་ལུང་འདྲེན་བཅུ་བཞི་ནང་ཞེས་ཡང་ནང་ཞེས་ནི་བེད་དེ། ད་ཁེ་སོང་མང་པོ་རག་གི་རག་གི་རེད་ཞེས་ཡང་དེ་འདྲ་གི་ཚིག་ཐོན་ཡོད་ཡང་དེ་ཟུར། ད། ཚིག་འདི་འདི་རེད། ད་འདིའི་ལུང་འདྲེན་འདི་གཉིས་ཆ་ནང་ནང་ལོས་ཅིག་གཅིག་གྱུར་བརྩི་ཡ་དང་བྱུང་འགྲོས་བགྱིད་ཡ་ཅིག་ཀྲུང་ཧྭ་མི་རིགས་ཀྱི་སྤུན་ཟླ་བྱུང་འགྲོས་བགྱིད་ཡ་ལ་སོགས་པ་འདི་འདྲ་གི་གི་ཚིག་དང་འདི་འདྲ་གི་འདུ་ཤེས་དང་དེ་རྩ་བ་ནས་བླངས་མི་འདུག་གཟིགས། ད་འདིའི་གི་རྒྱུ་མཚན་འདི་འདི་འདྲ་ཡིན་དུས་གང་ལ་ད་རྒྱ་ནག་དམར་ཤོག་གི་ག་རེ་བྱས་ནས་ནི་ཀྲང་ཡོན་ཐང་དེ་སྤེལ་ཏེ་དེ། ཡ་མཚན་ཡིན་པ་དང་དེ་ལ་རྦད་དེ་བསྟོད་བསྔགས་བྱེད་དགོས་ཡ་གི་རྒྱུ་མཚན་ག་རེ་རེད་ཟེར་ན། ད་ཀྲང་ཡོན་ཐང་གི་སྔོན་མ་ནས་བོད་ཀྱི་དར་ཁ་ཡོད་ཡ། བོད་ལ་དབང་བསྒྱུར་བྱེད་དགོས་ཡ་བོད་ལ་མི་སེར་སྤེལ་ཡུལ་བསྒྱུར་དགོས་ཡ་གི་རྦད་དེ་ད་ག་རེ་ཟེར་གི་རེད། ཤན་འབྱེད་ལ་གི་ན་ད་སྔོན་ཆད་འདྲ་བོ་ཡོད་ཡ་གི་ཨ་ནི་སྔོན་ཆད་འདྲ་བོ་ཡོད་ཡ་གི་ཨ་ནི་རྣམ་པ་དེ་སྟོན་དུས་ནུ་སྤྱོད་འགས་ཨ་ནི་ད་རྒྱ་ནག་མ་ཤག་གི་ཞོ་གོ་ལ་ང་ཐོང་ཐེག་གི་ཡོད་རེད་ཟེར་དུས། དེ་དང་འདྲ་ན་ནི་ད་ཉི་ཧོང་གི་སྐབས་དེར་ད་ཙི་གི་ད་ཏོན་ཁྱོ་ཡིན་ཅི་ཟེར་བ་ཁོ་རང་ཚུགས་ཀྱི་རྒྱ་ནག་ས་ཆ་ཆེན་པོ་ཡིན་པ། ཨ་ནི་དེ་ནས་ཨ་ནི་རྒྱ་ནག་དོན་མི་མང་དེ་ཚོ་ད་ཉི་ཧོང་དང་འདྲ་ན་ཨ་ནི་མི་མང་དེ་ཚོ་ཅིག་ག་རེ་སུ་རེད་རྗེས་ལུས་ཡིན་པའི་ཆ་ནས་ཨ་ནི་ད་ངེས་འཛིན་དེ་ག་རེ་རེད་ན་ཨ་ནི་ཁོ་རང་ཚོ་ཆིག་ཆིར་བྱས་ནས་ཨ་ནི་ཧེ་ཡེ་ཤི་ཡའི་སྤུན་ཟླ་མི་རིགས་ཆིག་ཆིར་བྱེད་དགོས་རེད་ཟེར་ཡ་འདི་གི་དང་འདྲ་ན་ཨ་ནི་ཀྲང་ཡན་ཐང་གིས་ཀྲང་ཡན་ཐང་གིས་ཨ་ནི་བལ་ཏེ་ལུག་སུམ་ཅུ་གི་སྔོན་ལ་ཉི་ཧོང་གི་མི་དེ་ཚོ་དང་ནི་ཨ་ནི་ལུག་སུམ་ཅུ་གི་སྔོན་ལ་ལ་ཨ་ནི་བལ་ཏེ་དེ་འདྲ་གི་ཆིག་སྒྱུར་བྱེད་ཡ་ག་རེ་ཟེར་བ་རེད། ས་གཞི་ཆེན་པོ་དེ་དང་བོད་གི་ས་ཆ་དང་གཏེར་ཁ་དེ་ཚོ་བྱེད་ལ་ཨ་ནི་ཕན་ཚུན་ཚུགས་པ་ཡིན་པ་དང་ཨ་ནི་དེ་ནི་བོད་ལ་མི་སེར་སྤེལ་ཡས་བྱེད་དགོས་ཡ་གི་རྒྱུ་མཚན་ལ་སོགས་པ་ཨ་ནི་ནི་ལྟ་བ་དེ་ཚོ་ཨ་ནི་བལ་ཏེ་ལུག་སུམ་ཅུ་གི་སྔོན་ལ་ཨ་ནི

ཡིན་ན་ཡང་ད་བོད་པ་ཟེར་ཡ་དེ་ད་ཝུའུ་ཡིན་པ་དང་ཁི་པ་ཡིན་པ་ལིན་པུའུ་ཡིན་པ། ད་ལྟ་ནི་བོད་པ་ལ་ནི་ངོ་རྒོལ་བྱེད་ཡ་གི་ནུས་བ་མི་འདུག་ཟེར་ཡ་གི། ད་ཚིག་འདི་ཚོ་ནང་ལོག་གི་བོད་ཟེར་ཡ་གི་ཚིག་འདི་འཇིའུ་བརྒྱལ་ཡིན་ན།

སྲིད་གཞུང་གི་སྲིད་དབང་གི་ནི་མངའ་ཐང་རྒྱ་བསྐྱེད་ཀྱི་སྐབས་སུ་ཚང་མ་ལ་ནི་གཅིག་གྱུར་གྱི་རྣལ་འབྱོར་ཞིག་ཡོད་ཡ་དེ་ག་རེ་རེད་ན། ཁོ་རང་ཚོ་གི་ད་གཅིག་གཅིག་གྱུར་གྱི་འདུ་ཤེས་དེ་ག་འདྲ་འདྲ་བོ་ཅིག་རེད་ན།

གི་ནང་ལོགས་ནས་ནི། ཀླུ་བརྒྱ་ཕྲག་གི་བར་དུ་ནི། དེའི་བོ་དོང་ལ་མཚན་ཟིན་ན་འདྲ་བོ་དོང་ཨམ་བན་གྱི། དབང་ཆ་དབང་ཆ་དེ་ནི་ཤོར་ཚར་བ་རེད་ཟེར་ཡག་གི་ད་ཚིག་འདི་ཚོའི་ནང་ལོགས་ནས།

ཚིག་འདི་ཚོ་ནང་ལོགས་ནས་ནི་ད་མ་འཇུས། ག་རེ་ཟེར། བོ་དོ་ཨན་བན་ལ་དབང་ཆ་མེད་ཡག་དང་བོ་དོ་ཨན་བན་གྱི་ནུས་བ་མེད་ཡག་དང་དམག་གི་ནུས་བ་མེད་ཡག་ལ་སོགས་པ་ནི་ཆབ་སྲིད་ཀྱི་བོད་ཀྱི་ཆབ་སྲིད་ལ་ཅི་ཐུག་ཅི་ཐུག་གི་མེད་ཡག་ལ་དེ་སོགས་པ་དང་ནི་ལུགས་བརྒྱ་ཕྲག་ནང་ལོགས་ན་བོ་དོ་ཨན་བན་གྱི་དབང་ཆ་ཤོར་སོང་བ་ཟེར་ཡ་དེ་འདྲ་བྲིས་ཡོད་བ་འདི་ཚོའི་ཚིག་སྦྱོར་འདི་ཚོ་ནི་དཔེ་དེ་ག་རེ་ཟུག་རེད། ད་ལྟ་དངོས་ཡོད་གནས་ཚད་དང་རྦད་དེ་ཁྱད་པར་ཆེན་པོ་ཡོད་ཡ་དེ་གསལ་བོ་རེད་དེ་ད་ཁོང་གིས་དེ་འདྲ་ཡིས་ཟེར་གྱིན་འདུག་གཟན་ད། གཟན་ད་བརྗོད་བྱ་འདི་ཚོ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ཨ་ནི་ཁོ་རང་ཚོའི་ནང་ཁུལ་ནས་ཨ་ནི། ཆིང་སྲིད་གཞུང་ལ་ནི་བོད་ཀྱི་ལས་དོན་ལ་ཕྱི་དྲོ་བྱེད་ཐུབ་ཀྱི་མེད་ཡ་དང། བོད་ནང་དབང་ཆ་ཅི་ཡང་མེད་པ་གི་ནི་ད་ག་རེ་སྐོར་རེད། ད་བདེན་དཔང་བྱེད་ཡ་གི་ནི་ཚིག་ད་དེ་རང་བཞིན་གྱི་ཆགས་བསྡད་ཡོད་དེ་འདྲ་ཅིག་རེད།

དེབ་འདིའི་གི་དབང་པོ་བཞི་བ་ནང་ལོགས་ནས་དེ་ལྟ་བའི་ཨ་ནི་བེད་མཚོ་མང་པོ་ཞིག་ང་ཚོའི་མུ་མཐུད་དུ་གོ་གི་ཡིན། ཡིན་ན་ཡང་ང་ཚོའི་གི་ད་དེབ་འདི་ནང་ང་གོ་རྒྱུ་བེད་མཚོ་འདི་ཚོ་ཨ་ནི་རྒྱ་མཚོའི་རྒྱ་མཚོའི་ནང་གི་ཆེས་མཐུག་པ་ཅིག་གི་ཚད་འདྲ་བོ་རེད་ད་དེ་བེད་དེ་བརྗོད་བྱ་ཆིངས་གི་ཡིག་ཚང་ནང་ལ་ཧ་ཅང་གི་མང་པོ་དེ་འདྲ་ཡོད་རྒྱུ་རེད། ཡིན་ནའང་ད་འདིའི་ནང་ལོགས་ནས་ནི་ཀྲང་ཡིན་ཐང་གིས་རྦད་དེ་ངོ་ཚ་དགོས་ཡ་སོ་སོས་སོ་སོ་ལ་ནི་ངོ་ཚ་དགོས་ཡ་དེ་འདྲ་རེད་ཟེར་ཡ་འདི་གི་ཨ་ནི་སུ་སུ་ག་རེ་ཟུག་རེད། ཨ་སུ་སུ་གི་སྐྱོན་དང་སུ་སུ་གི།

གི་རྒྱ་ནག་དམར་ཤོག་གི་དྲིལ་བསྒྲགས་ཀྱི་ལོ་རྒྱུས་ཡིག་ཆ་དེ་དེ་ཚོ་བལྟས་ན། ཨ་ནི། ད་གྲངས་ཐང་གི་དེ་ཚོ་དང། དཔེ་དེ། ག་རེ་ཟུག་རེད། ད། དངོས་ཡོད་གནས་ཚུལ་དང་མཐུན་པ་དང་ཡང་ན་ཅིང་རང་སྐྱོན་ངོས་ལེན་བྱེད་ཐུབ་ཡ། གི། ཨ་ནི། དེ་འདྲ་གི། རྣམ་པ་ཐོན་ཡོད་འདི་གང་ལ་ཨ་ནི་རྒྱ་ནག་དམར་ཤོག་གི་ལོ་རྒྱུས། དྲིལ་བསྒྲགས་ཀྱི་ཡིག་ཆ་དེ་ཚོ་བལྟས་ན་ཧ་ཅང་གི་ཡག་པོ། དང། ཨ་ནི་བཟང་བ་རེད།

ཁོ་ཚོས་རང་ངོས་ནས་ངོས་ལེན་བྱེད་ཡ་དེ་ཕལ་ཆེར་ཆོས་ལུགས་ཆོས་ལུགས་གཅིག་གྲོང་ཁྱེར་རྒྱ་ཆེ་མའི་སྡིངས་ཀྱི་ཡིད་ཡོད་ནས་ནི་དབང་ཆ་མེད་ཡ་དེ་ངོས་ལེན་བྱེད་ངོས་འཛིན་བྱེད་འདོད་དེ་ཁོ་རང་ཚོས་ངོས་ལེན་བྱེད་འདོད་བྱེད། དེ་ཡིན་པའི་ཆ་ནས་དེ་ཡིན་པ་དང་གཞན་ཡང་ད་ཆིང་གི་ལུགས་རྒྱུན་མ་ཟིན་ཆིང་ཧྲི་ཀོ་ལྟ་བུ་ཚོས་ནི་ནི། འདི་ལྟ་བུའི་ལུས་ཀྱི་ཡིག་ཚང་དེའི་ནང་ལོགས་ནས་ནི་ཞི་བདེའི་སྒང་ལ་ཡང་ཆིན་མཚན་རྒྱས་ཀྱི་སྤྱི་ལོའི་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཉིས་ནས་ད་གཟོད་ནི་བོད་ཀྱི་བདག་དབང་ཆ་ཚང་བླངས་བ་ཡིན་ཟེར་དེ་འདྲ་གི་ཚིག་ཐོན་ཡོད་ད་དེ་ཆིན་སྐོར་འདི

བོད་དེ་བས་ཏེ་ཆིག་ཆིར་སྐྱི་གཡའ་ལ། བྱེད་སྤྱོད་སྐྱི་གཡའ་དང་བོད། མན་ཇུ་གི་བང་ཡག་མངའ་འོག་ལ་སྡུད་དགོས་ཡག་ལ་མཐའ་གཅིག་ཏུ་བརྒྱུད་སྤྱོད་བྱེད་མཁན་གྱི། ཀྲང་ཡོན་ཐང་ཆིན་སྲིད་གཞུང་གི་ད། ཀྲང་ཡོན་ཐང་དང། ད་ཀྲའོ་ཡོ་ཤིན་ལྟ་བུ་ཚོ་ལ་སྐད་དེ་རིགས་ཀྱི་ད་བོད་དོན་དང། འབྲེལ་བ་ཧ་ཅང་གལ་ཆེན་པོ་ཡོད་ཡག་དང་ད་བོད་དོན་ཐོག་ལ། ཧ་ཅང་གི་རྒྱུས་ཡོད་དང་ཨ་ནི་ད་ཡང་དྲག་གི་ཁས་ལེན་པ་བོད་དོན་སྐོར་ལ་ཨ་ནི་གོ་ཚོགས་བྱེད་རྒྱུ་དེ་ལ་ཡང་དྲག་གི་ཁས་ལེན་པ་དང་ཨ་ནི་ཅིག་ཚད་གཞི་འཛིན་འཛིན་ཡག་དེ་རྗེས་ཡིག་ཆ་ནང་དུ་མོ་དུ་མོ་ཡིན་མཁན་གྱིས་ད་བྲང་ཡུམ་ཐང་དང་གྲོ་བར་ཤུན་ལྟ་བུ་གི་བྱེད་སྟངས་དེ་ཡོངས་སུ་ཁས་ལེན་བ་ཡིན་ན་ཆ་ཚང་ཁས་ལེན་བའི་དབང་དུ་བཏང་ན་ཡང།

ད་ལོ་བྱུང་ངམ་ད་བོ་ལ་འོང་ཆ། ཁོ་རང་ཚོ་བྱས་པ་ཡོངས་སུ་ཁས་ལོངས་ཨེ་ན་ལོ་བྱུང་ངམ་ད་ནི་བོ་ལ་འོང་ཆ། ད་ངོ་ནས་གི་བོ་ལ་ཅིག་འོང་ཆ་ཐལ་ཡག་གི་ལོ་དེ་ལོ་བྱུང་ངམ་ད་མི་འདུག་ཟེར། ད་ལོ་བྱུང་ང་འདི་ཨ་ནི་ད། བོད་ཀྱི་སྐད་དང་དབྱིན་ཇི་དང་ཉི་ཧོང་གི་ནི་མར་ཀོ་ཨོ་མན་དང་ཧོང་ཀོང་དང་ཐའེ་ཝན་ལ་དབང་བསྒྱུར་བྱེད་ཡག་གི་ལུགས་དང་བྲལ་ན་ཧ་ཅང་གི་ལུགས་ཉུང་ཉུང་ཡིན་པ་དེ་གསལ་བོ་རེད། དེ་མ་ཚད་ནི་ད་ཤིང་གི་ལིའུ་བོན་པོ་བཞི་བ་གི་ལིའུ་དྲུག་པ་ནི་བོན་པོ་བཞི་བ་ལིའུ་བཅུ་གཅིག་པ་རུ་དེ་ང་ཚོ་གི་ད་ཆིན་སྲིད་གཞུང་གི་གཞུང་ཡིག་གི་ནི་དྲན་དཔོག་ག་རེ་བྱེད་ཀྱི་རེད་ཟེར་ན་དྲན་དཔོག་བྱེད་ཐུབ་ཡ་དེ།

ཡོད། མན་ཇུ་སྲིད་གཞུང་གི་ནུས་པ་ཐོན་པ་དེས་བོད་ཀྱི་ལས་དོན་ལ་ཇུས་གཏོགས་བྱེད་ཡ་ཚང་གི་གོ་སྐབས་ཐོན་ཡ་མ་གཏོགས་བོད་ལ་དབང་བསྒྱུར་བྱེད་ཡ་གི་དབང་ཆ་དེ་ཐོན་མི་འདུག། ད་ལུང་འདྲེན་བཅོ་བརྒྱད་དང་ལུང་འདྲེན་བཅོ་དགུ་གི་བདེན་དཔང་བྱེད་ཡ་དེ་ཕྱིར་བདེན་དཔང་བྱེད་ཡ་རེད་ཟེར་ན། ཆིན་སྲིད་གཞུང་གི་གི། ཨ་ནི་དབྱིན་ཇི་ལ་བེད་བསྟེན་ནས་དབྱིན་ཇི་གི་རྒྱ་གར་ལ་དབང་བསྒྱུར་མི་སྲིད་པའི་གི་སུ་ཅི་པེ་ཡ་གི་བྱེད་སྟངས་དེའི་བེད་སྤྱོད་བྱས་ནས་བོད་ལ་དབང་བསྒྱུར་བོད་ལ་ཨ་ནི་མི་སྲིད་པའི་གི་བསྒྱུར་རྒྱུ་དེ་འདྲ་གི་སེམས་ལུགས་འཁོད་ཡོད་རེད། ཡིན་ན་ཡང་ནམ་ཡང་དེས་ལག་བསྟེར་བྱེད་ཐུབ་ཡོད་པ་མ་རེད། དེ་ཡིན་པའི་ཆ་ནས། ནི། སྐད་དེ་ལ་ཅིག་ལྟ་སྐད་དེ་ཞེས་དེའི་སྒང་ལ་ཆུ་ལུག་ཆིག་སྟོང་གི་རྒྱ་ཆུ་མའི་གདེང་གི་སྐབས་སུ། བོ། བོད་ཀྱི་ཆིན་བཙན་རྒྱལ་ཆེན་པོ་གི་མི་བསད་སྤེལ་ཡུལ་གྱི་དམིགས་འབེན་ཅིག་ཡིན་པ་བཙན་ཁོ་ན་རེད། ད་དེབ་འདིའི་གི་མི་ཆ། མི་ཚེ་སྤེལ་ཡུལ་གི་དབོན་པོའི་ནང་ལོགས་ནས་ནི་འདིའི་སྐོར་དུ་ད་གོང་གོང་དུ་སྤེལ་གི་ནི་གདམས་ཁང་བྱེད་གི་ཡིན། ནི་དེ་མ་ཚད་ནི་མི་ཚེ་སྤེལ་ཡུལ་གི་མི་ཚེ་རྒྱལ་ཁབ་གི་དུས་སྐབས་སུ།

ཨ་ནི་རྒྱ་ནག་པ་ཡར་ལངས་ནས་དྲན། ཡར་ལངས་ནས་ཟེར་ཡ་ད་རྒྱ་ཡིག་ཚིག་འདི་བེད་སྤྱོད་བྱེད་དགོས་འདུག་ཨ་ནི་ཀྲུང་གོ་རིང་དྲན་ཆི་ལ་ཡེ་སི། ད་རྒྱ་ནག་པ་ཡར་ལངས་ནས་ཨ་ནི། ནུ་ཞོག་བཙན་དབང་རྒྱལ་ཁབ་གི། ད་མི་སེར་སྤེལ་ཡིག་གི། མི་ཚད་པའི་ཡུལ་གྱི་རྗེས་བསྙེགས་ནས། ཨ་ནི། ད། བྱེད་སྟངས་དེ་ནི་ཁོ་རང། རྗེས་བསྙེགས་ནས་ཨ་ནི། དེ་ལ་དཔེ་བལྟས་ནས་ཨ་ནི། ད། ག་རེ་སྐོར་རེད། སྲིད་སྤྱི་པའི་ཡ་དང་ཨ་ནི། རྒྱལ་ཁབ་གཞན་ལ་དེ་འདྲ་གི་ཨ་ནི་སྲིད་སྤྱི་སྤེལ་དགོས་ཡ། དེ་ནི་ཨ་ནི་ད་མི་ཚད་རྒྱལ་ཁབ་སྐོར་གྱི་ཡང་དཔེ་དེ་ཕུགས་འདུན་ཆེན་པོ་གཅིག་ཕུགས་འདུན་གལ་ཆེན་གཅིག་ལ་བརྩི་གི་འདུག། ཡིན་ན་ཡང་དེ་འདྲ་གི་རེ་འདུན་དང་ཕུགས་འདུན་ཆེན་པོ་དེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་གི་སྐབས་སུ་རྒྱ་ནག་དམར་ཤོག་གི་དམག་དྲངས་ཡས་ངས་ད་ཞི་བའི་བོད་ཞི་བའི་བཅིངས་འགྲོལ་ཐོབ་ཟེར་བོད་ཞི་བའི་བཅིངས་འགྲོལ་བྱས་ཡིན་ཟེར་བ་དེའི་སྐབས་སུ་ད་ད་གཟོད་མངོན་འགྱུར་བྱུང་བ་མ་གཏོགས་དེ་སྔོན་ལ་ད་བྱུང་མྱོང་ཡོད་མ་རེད་ཟེར་བ་དེ་རེད། ལགས་སོ་ད་ལྟ་རེད་ཡིན་ལོང་འདྲེན་གཅིག་པུ་འདི་ལ་ཨ་ནི་བརྗོད་བྱ་མང་པོ་གཅིག་ཡོད་དེ་གང་ལགས་ཨ་ནི་དེ་ཚོ་ད་ལོང་ཚར་སོང་ཨ་ནི་ད་ལྟ་རེད་ནས་མཚན་བཞག་བྱ་དགོས་ཨ་ནི་ལོང་འདྲེན་ཉུ་ཤི་བ་དེ་མ་ཤེས་ཡ་ན་དེ་ལ་བརྗོད་བྱ་མང་པོ་འདྲ་བོ་གཅིག་འདུག་དེ་དེ་ཚོ་མང་པོ་སོང་འགྲོ་ས་རེད་ཨ་ནི་ཚང་མ་ཡང་ཉན་ཡ་ལ་དཀའ་ལས་ཁག་པོ་ཡོད་ཀྱི་རེད་ད་འདི་ད་དེ་འདྲ་མང་པོ་གཅིག་ལ་ངོ་སྤྲོད་བྱེད་ཡ་གི་ཚན་པ་འདི་ཚོ་ཚང་མ་ཨ་ནི་ཁོ་ཡིག་ཆ་གི་ལོང་འདྲེན་དེ་ཡིན་དེ་གང་ལ།

ད་འདིའི་ཡིག་ཆ་ངོ་སྤྲོད་ཡིན་དུས་ཡོང་ན་འདི་དེའི་ཚེ། ཨ་ཅིག། ད་ང་ཚོ། བཙན་བྱོལ་སྐད་ཆ་ནང་ལ་ཞེད་ཞེད་སྟངས་ཡིན་ན་ཅིག་མྱུར་དུ་འགྲོ་གི་ཡོད་རེད་ད་ཡིན་ནའི། ད་ཡིག་ཆ་གལ་ཆེན་པོ་འདི་འདྲ་ཡིན་དུས་གང་ལ་དུས་ཚོད་ཅིག་བཏང་ནས་ངོ་སྤྲོད་བྱེད་ཐུབ། པ་ལ་ནི་འབོད་བརྩོན་བྱེད་ཀྱི་ཡོད་དེ་འདི་གང་ལ་ད་ད་རེས་ཀྱི་ངོ་སྤྲོད་དེ་འདི་འདི་ནི་མཚན་བཞག་ཡིན།